དབུ་ཁྲིད་པ་འདི་སྲིད་སྐྱོང་མཆོག་ཨ་མདང་ནས་ཤིང་གི་ནིའུ་ཡོག་ནིའུ་ཇེར་སི་ཚོགས་གཙོས་དབུས་པའི་རྒྱུན་ལས་རྣམ་པ་ཨ་དགོངས་བཅུས་སུ་དང་ཨ་འདི་ནས་ཚོགས་པ་ཆེ་ཁག་གི་དབུ་ཁྲིད་རྣམ་པ་དགེ་འདུན་གྱི་སྡེ་དག་ནས་ཤིང་མི་མང་རྣམ་པ་ཚང་མ་ལ་ཡ་ཐོག་མ་ད་རི་དེ་པ་འདི་སྲིད་སྐྱོང་མཆོག་ད་འདས་པའི་ལོ་བཅུའི་རིང་ག་ལ་ཡ་བོད་མིའི་འཐབ་རྩོད་དང། བཙན་བྱོལ་བོད་མིའི་ཨ་ནི་བདེ་དོན་གྱི་ཐོག་ལ་ཡ་ཐུགས་ཁུར་བསྐྱེད་བཞེས་གནང་པ་དེའི་ཐོག་ལ་ཡ་མི་མང་གི་ངོས་ཀྱང་ནས་ད་རིགས་ཐུགས་རྗེ་ལེགས་འབུལ་གྱི་མཛད་སྒོ

ད་ལྟ་ཆབ་སྲིད་ཀྱི་བརྒྱུད་སྤྲོད་དང་ཨམ་བྷ་འདི་སྲིད་སྐྱོང་མཆོག་གི་ལས་རིམ་གྱི་ཐོག་ལ་ཡང་དེབ་ཐུག་ཐག་གཅོད་བྱས་འདུག་ཟེར་ཆེད་བྲིས་བྱས། དངོས་གནས་ད་རེས་དེ་གའི་མཛད་སྒོ་བསྐྱངས་ཡག་འདུག་དཔེ་ཡག་པོ་བྱུང་སོང། དེ་འདྲ་ཡིན་དུས་བསམ་པ་ཐོག་མ་ད་རེས་ཨ་རིའི་ནང་ལ་ཡང་ཆ་ཆང་ཨ་རིའི་ནང་བཞུགས་པ་རེད། དཔེ་ཡག་གི་ཐོག་ལ་ཡང་དངོས་འབྲེལ་བྱས་པ་ཡིན་ན། ལྟར་ཨ་རིའི་ནང་ལ་ཡང་སྲིད་གཞུང་འགྱུར་བ་ཕྱིན་པ་རེད་བ། དེ་འདྲ་ཡིན་པ་ཡིན་ཙང་སྲིད་གཞུང་འགྱུར་བ་ཕྱིན་ཡོད་དུས། ད་ལྟ་ཉིན་ང་ཚོ་སྤྱི་ཟླ་བཅུ་གཉིས་ནང་ལ་ཡིན་པ་ཡོད་བཅུ་གཅིག་རེད་བཅུ་གཉིས་ཡིན་པ་དེ་ལ་ཡང་ང་ཚོ་ཁྲིམས་འཆར་གཏན་འབེབས་བྱས་པའི་སྐབས་ལ་ཡང་ང་ཚོ་མཛད་སྒོ་གཅིག་བྱས་པ་རེད་མི་མང་རྣམ་པ་ཚང་མ་དེ་དུས་ག་ལ་གང་འཚམས་ཕེབས་ཡོད་རེད་ད་རྣམ་པ་ཚོའི་ནང་ཕེབས་པ་དང་མ་ཕེབས་པ་སྣ་ཚོགས་ཡོད་རྒྱུ་རེད། ཨ་རི་དེའི་གི་དངོས་སུ་དེ་ལ་ཕྱི་སྲིད་ལས་ཁུངས་ནང་ལ་དངོས་སུ་ཕེབས་ཐུབ་པ་དང་ཕོ་བྲང་དཀར་པོའི་ནང་ལ་དངོས་སུ་ཕེབས་ཐུབ་པའི་མཛད་སྒོ་རྟ་སྒང་དུ་དེ་དུས་མཉམ་འདུག་བྱུང་བ་རེད་ད་ལྟའི་སྲིད་གཞུང་རྙིང་པའི་སྐབས་ཀྱི་གནས་ཚུལ་ཆགས་བསྡད་ཡོད་རེད། དེ་འདྲས་ཡིན་པ་ཡིན་ཙང་ད་སྲིད་གཞུང་གསར་པ་ཕེབས་ཡོད་དུས་ཨ་ནི་ཕྱི་སྲིད་ལས་ཁུངས་ནང་ལ་ཕེབས་ཡས་དང་གཟིགས་མཁན་དུ་འདུག་འཕྲལ་དེ་ལས་སླ་བོ་དེ་འདྲ་གལ་མ་རེད་དེ་འདྲ་ཡིན་པས་ཡིན་ཙང་ད་ལམ་འགག་ཅིག་རྙེད་ནས་བྱང་ཐུབ་པ་བྱུང་ཡོད་རེད་དེ་ད་འདི་གཏན་མཁས་པ་ཅིག་བྱེད་དགོས་ཀྱི་འདུག་ཤེས་བྱའི་དངོས་དེ་རེད། དེའི་སྒང་ལ་ཡང་དམིགས་བསལ་ཐུགས་ཁུར་བཞེས་ཆེད་ཕེབས་པ་རེད། དངོས་འབྲེལ་བྱས་པ་ཡིན་ན་རེད་ད། ད་ངས་སྲིད་སྐྱོང་གི་དུས་ཡུན་འདི་ལོག་ཡོང་འགྲོ་གི་ཡོད་ཡག་ཐག་ཆོད་རེད་སོང། དེ་འདྲས་ཡིན་དུས་རྩམ་པ་ལ་ཡག་ཐག་ག་རེ་ག་ད་མ་འོངས་ག་རེ་བྱུང་ན་བྱུང། རྩམ་པ་ར་བ་ཅིག་གི་ཐོག་ནས་ཞུགས་བསྡད་པ་ཡིན་ན་ཡང་འགྲིག་གི་ཡོད་རེད། རེད་བ། རེད་དེ་ཡིན་ན་ཡང་ད་གང་ལྟར་རྩིས་སྤྲོད་པའི་སྐབས་ལ་ཡང་གཏན་གཏན་འཁེལ་བ་ཞིག་གི་ཐོག་ནས་རྩིས་སྤྲོད་ཅིག་བྱུང་ཐུབ་པ་ཡིན་ན་བོད་ཀྱི་རྩ་དོན་འདི་བོད་ཀྱི་འཐབ་རྩོད་ཀྱི་རང་བཞིན་འདི་བརྟན་པོ་བསྡད་ཐུབ་ཡས། དེ་གལ་ཆེ་གལ་ཆེ་ལ་ཡང་རྩིས་གནང་པ་རེད་བྱས་ཙང་ང་རང་སྒེར་གྱི་ངོས་ཀྱང་ནས་ཡིན་ན་དགོངས་པ་བཞེས་སྟངས་འདི་ཞེ་དྲག་རླབས་ཆེན་རེད་བསམ་སོང། དེ་ཡིན་དུས། ཁ་སང་ང་ཚོ་ད་གྲོས་ཚོགས་ནང་ལས་བཅར་རེད་རྩ་བའི་ཕྱི་སྲིད་ལས་ཁུངས་དང་ཕོ་བྲང་དཀར་པོ་གཉིས་ནང་ལ་ཡ་བྱེད་བཅའ་ཡས་ཀྱི་དེའི་གོ་སྐབས་ཞུས་དུས་ད་ཕྱི་སྲིད་ལས་ཁུངས་ལ་ཡ་དུས་ཚོད་མཐའ་མ་དེ་བར་དུ་རེ་བ་ཞིབ་པོ་ཞིག་བརྒྱབ་པ་རེད་ཡིན་ན་ཡང་ད་ལྟའི Biden སྲིད་གཞུང་གི་རྣམ་པ་ཚོ་མཁྱེན་གི་རེད་བ། ཏོག་དབྱིབས་ཀྱི་ནད་ཡམས་དེའི་ཐོག་ལ་ཡང་སྲིད་གཞུང་ངེས་མེད་ཀྱི་སྣང་ཆུང་བཏང་སོང། དེ་ལ་ཡང་གཟབ་གཟབ་བྱེད་ཀྱི་ཡིན་ཟེར་ཆེད་འོས་བསྡུའི་སྐབས་ལས་དེའི་སྐད་འབོད་ཅིག་གླེང་བ་རེད། དེ་འདྲའི་གི་ཐོག་ནས་ད་རེས་དམ་པོ་ཞེ་བོ་ཅིག་ང་ཚོ་བྱེད་དགོས་རེད་མི་འདུག་ད་ག་འདའ་འགོ་བཙུགས་པ་ནས་ཅི་འདའ། དང་པོའི་ཚེས་ཉི་ཤུ་ནས་བྱས་ཀྱང་ད་འདའ་བར་དུ་ཨ་ནི་ཕྱི་རྒྱལ་གྱི་དཔོན་རིགས་ཚོ་ཨ་ནི་ཕྱི་སྲིད་ལས་ཁུངས་ནང་ལ་ཡང་ཕོ་བྲང་དཀར་བོའི་ནང་ལ་ཡང་ཚོགས་འདུ་འཚོགས་ཡས་འཕེལ་ཡས་ཁོ་རང་རྩ་བ་ཉིད་ནས་ཆོག་གི་མ་རེད་ཟེར་ཅེས་པའི་དེ་ཀ་གྱུར་པ་ལེབ་རྡུང་སྙེ་མ་ནས་གནང་བཞག་འདུག་ད་ཡིན་ན་ཡང་བོད་པའི་གནད་དོན་ཐོག་ལ་འབད་བརྩོན་ཞེ་བོ་ཅིག་ཁོ་རང་ཚོས་གནང་སོང་གནང་སོང་དེ་ཡིན་ན་ཡང་མཐའ་མའི་གི་ད་ཡང་དེ་ཆུ་ངན་ལམ་ཤོད་འདྲ་བོ་ཞིག་གྲུབ་གི་འདུག་ཨ་ནི་སྲིད་འཛིན་གྱི་ངོས་ཀྱང་ནས་སྙེ་མ་ཁས་ལེན་བྱས་པ་དེ་ཏག་ཏག་མ་བསྡད་པ་འདྲ་བོ་ཆགས་འགྲོ་ཡའི་ཉེན་ཁ་འདུག་བྱས་ཙང་ད་རེས་དེ་བཞིན་ལ་ཡ་རྩ་ནས

དེའི་ཕྱི་སྲིད་ལས་ཁུངས་ཀྱི་ཡང་འབྲེལ་ཡོད་སྡེ་ཚན་གཉིས་ཀྱི་མཉམ་འདོགས་ལ་ཡ་ཐ་ན་ཤིང་ཕོ་བྲང་དཀར་པོའི་དོན་ཚན་ཡིན་པ་ཡིན་ན་ཡང་ད་དོན་གཅོད་ལས་ཁུངས་ནང་ལ་ཚུགས་ཚོགས་འདུ་ཚོགས་ཀྱི་ཡིན། ཚུགས་ཡོང་གི་ཡིན་འཕེལ་རྒྱས་ཚོགས་འདུ་ཚོགས་དགོས་ཟེར་ཏེ་ང་དེ་ལོ་བཞི་མན་ཚོད་ཅིག་རིང་སྒང་ལ་ཡ་དེ་འདྲས་ཀྱི་ཡོང་གི་རེད་བསམ་པའི་རྣ་བ་རྩ་ནས་མ་བྱུང། བྱས་ཙང་གོང་འོག་ང་ཚོས་ཞུ་བསྡད་ཀྱི་ཡོད་ཕྱོགས་གཅིག་ནས་མ་འགྲིག་ལྷུན་གྲུབ་ཟེར་ཅེས་གོང་འོག་གིས་གསུངས་བསྡད་ཀྱི་འདུག་དངོས་གནས་ཚུལ་ནི་བོད་དོན་གྱི་ཐོག་ལ་ཡར་འཕེལ་མི་སྲིད་པའི་གདེང་འཇོག་ཆེན་པོ་ཐོབ་སོང་ཟེར་རྒྱ་ཞུ་ཡས་ཡིན། བྱས་ཙང་ད་ད་ལྟ་ཞུ་ཡས་དེ་དེ་འཕེལ་ཡས་དེ་རེད་བ། འཕེལ་ཡས་དེ་ཨ་ནི་དེ་བ་ལ་ཡར་བྱ་དགའ་བདག་རྐྱེན་དེ་འདྲས་གནང་ཡོང་བསམ་བྱས་དེ་འདྲས་ཀྱི་འཕེལ་བ་རེད་བསམ་གྱི་མི་འདུག་རྩ་བ་ཉིད་ནི་མ་རེད། ང་ཚོ་ག་རེ་སྤྲད་ཡོད་རེད། རེད་བ། བྱས་ཙང་དེ་འདྲས་ཡིན་དུས་ཙམ་པ་ལི་ཡ་སྐུ་ལས་ག་ཚོད་ཡོད་བ་རེད། སོ་སོ་ལི་ཡིན་པ་ཡིན་ན་ཡ་སྐུ་གཟུགས་ལི་ཡ་ཉེན་ཁ་ཡོད་རེད་ད། རེད་བ། ད་ནང་བཞིན་གྱི། ད་ཅིག་གི། དཔེར་ན་ང་ཚོ་ཅིག་ཟ་ཁང་ཅིག་ནས་ཅིག་སྤོས་པའི་སྐབས་ལི་ཡིན་ན་ཡང། ཟ་ཁང་དེའི་ནང་ལི་ཡ་ང་ཟ་ཁང་དེའི་ནང་ལ་བསྡད་གི་ཡིན་ཟེར་གྱི་གསུང་གི་ཡོད་མ་རེད། ལྡི་སི་ལ་ཕེབས་དུས་ཙམ་པ་ད་ང་ཚོ་བསྡད་སའི་གི Apartment Building ཅིག་ཡོད་རེད་དེ་ནང་ལ་ཞུགས་གི་ཡོད་རེད། དེ་འདྲའི་ཨིན་དུ་ཛམྦྷ་ལའི་ཁ་བཤད་དགོངས་པ་ལས་ཡའོ། ད་བལ་དུ་ཞི་བོ་གཅིག་གི་བྱ་དགའ་བདག་རྐྱེན་དེ་འདྲ་མི་མང་རྩ་ནས་གླེང་བྱས་གླེང་ག་དྲུག་ཏུ་དགོངས་བ་དེ་འདྲ་ཡོང་སྲིད་ཀྱི་ཡོད་ས་རེད་བ། དེ་འདྲ་རྩ་ནས་ཡོང་མ་རྟ། ང་ཚོའི་མཚམས་མཚམས་ལ་ཡང་བོད་པའི་གཏམ་དཔེ་ཞིག་འདུག་ཨ། ཨ་བོ་ཧོ་གིས་ལ་རྒྱ་བ་མ་མཐོང་བ་ཆེས་འཐུས་ས་བ་མཐོང་གི་ཡོད་རེད་ཟེར་ཞིག་ཨ་རེད་བ། ད་ངས་ད་ལྟ་དེ་འདྲ་རེད་བ་ཅི་རེད་ད་ངས་ད་ལྟ

དང་ད་ནང་བཞིན་ཞབས་ཞུ་ཆེན་པོ་བསྒྲུབས་ཡོད་རེད་བསམ་གྱི་འདུག་ད་ཨིན་ཇིའི་ནང་ལ་ཞུས་པ་ཡིན་ན། Sacrifice and Service། རེད་བ། Service and Sacrifice། ད་དེ་ང་ཚོ་ཨ་མི་རི་ཀ་ནང་ལ་ཡོད་པ་ཚོ་ནུབ་ཕྱོགས་རྒྱལ་ཁབ་ནང་ལ་ཡོད་པ་ཚོས་ཀྱིས Sacrifice བྱེད་དུས་ང་ཚོ་ཧ་གོ་གི་རེད་བ། ང་ཚོའི་ནང་ནས་ང་རང་དུ་དེའི་ཚོགས་ཁང་དེའི་ནང་ལ་ཡོད་པའི་ནང་ནས་ད་སང་ཉིན་དར་རམ་ས་ལ་ལ་ཡང་རྒྱ་གར་ཕག་ཡོང་རོགས་བྱེད་ཕེ་ཁའི་ལས་ཀ་སྤྲད་གི་ཡིན། ལབ་ན་ག་ཚོད་སུ་ཕག་ཕེབས་ཀྱི་ཡིན་པས། ང་ལས་ཀ་ཡོད་ང་ལས་ཀ་ཡག་པོ་ཞིབ་པོ་བྱུ་ཡོད་ད་ཡང་དེ་ཚུགས་ཡོང་དུས་ལས་ཀ་དེ་རག་ཡོང་མི་ཡོང་ང་དེ་སྤུ་གུ་ཡོད་ཕ་མ་ཡོད།

དེ་འདྲས་ཡིན་དུས་བརྩམས་པ་རེད་དེ་ཡིན་ན་ཡང་རྒྱ་བོད་རིན་པོ་ཆེ་ཅིག་ཞབས་ཕྱི་ཅིག་ཞུ་ཐུབ་ན་བསམ། བོད་པའི་རྩ་དོན་གི་ཐོག་ལ་ཡང་འབད་བརྩོན་ཅིག་བྱེད་ཐུབ་ན་བསམ། རེད་བ། སོ་སོ་སྙེ་མ་བས་ན་ད་ཚགས་ལོང་བྱེད་ས་དེ་བོད་གཞུང་བསླབ་གྲྭ་ཅིག་ནང་ནས་འགོ་བཙུགས་པ་རེད། དག་ན་ཤིང་གཞོན་ནུའི་ནང་ལས་ཆ་ཤས་གླེན་པ་རེད་དེའི་ཚུགས་ཕལ་དེ་བོད་མི་སྒྲིག་འཛུགས་ཀྱི་དེ་ཧྥུལ་བྲ་ཡིད་ཀྱི་སློབ་སྦྱོང་ལ་ཕེབས་པ་རེད་དོན་དུ་ཚང་མ་བསམ་བློའི་ནང་ལས་བཞག་པའི་ཐོག་ནས་ཨ་ནི་ད། ད་ལྟ་སོ་སོའི་ཕར་ཞབས་ཕྱི་ཞུ་ཡ་དུས་ཚོད་བསླེས་སོང་ད་གཅིག་ཞུ་ན་མ་གཏོགས་འགྲིག་གི་མ་འདུག་ཟེར་ཏེ་ཨ་ནི་སོ་སོའི་གི་བདེ་དོན་དེ་ཕར་བཞག་ཨ་སྤྱི་བའི་བདེ་དོན་དེ་སྒང་ལ་ཡར་འབད་བརྩོན་བྱས་པ་རེད་བ། Sacrifice། ཆེན་པོ་རེད་བ་རེད་བ་བློས་བཏང་ཆེན་པོ་རེད་བ། དགོངས་པ་བཞེས་དང་ཕེ་ཁེ་ལ་ཡང་ང་ཚོ་སྲིད་སྐྱོང

རེད་བ། དེ་འདྲ་ཡིན་དུས་ཙམ་པ་ལི་ཡ། ང་ཚོའི་ད་ལྟ་རྣམ་པ་ཚོའི་ཕྱག་རྟགས་དང་རྣམ་པ་ཚོའི་འཚོ་བ་ཆེན་པོ་སྟོན་གནང་གི་ཡོད་རེད་འོས་པ་རེ་ཞིག་རེད་བསམ་གི་འདུག་ངས། ད་ད་རེ་འདི་ཞུ་ཞོར་ལི་ཡ།

ཨ་མ་ལགས་ཡོད་རེད། སྤུན་ཟླ་ཡོད་རེད་བུ་མོ་ཡོད་རེད། དངོས་གནས་དྲ་གནས་བདག་ཁོ་ནང་ཚོའི་ཐོག་ནས་མཐུན་འགྱུར་དང་ཁོ་ནང་ཚོའི་ཐོག་ནས་རྒྱབ་སྐྱོར་ཤུགས་ཆེན་པོ་དེ་འདྲ་ཞིག་མེད་ན་ཡང་ད་ག་ཚོད་གནང་ཐུབ་ཡས་དེ་ཁག་པོ་ཡོད་རད། རེད་བ། ང་རང་ཚོ་ཧ་གོ་གོ་རེད་བ་ད། དེ་འདྲ་ཡིན་དུས་ཙམ་པ་ཁོང་རྣམ་པ་གཉིས་དེ་ཕེབས་ཐུབ་ཡོད་མ་རེད་དེ་ང་ཚོ་དངོས་གནས་ངས་ད་ལྟ་མི་མང་ཚང་མས་ཚབ་ཞུས་རྗེས་ཁོང་གཉིས་ལ་ཐུགས་རྗེ་ཆེ་ཞེས་ཞུ་ཡས་ཡིན། ད་ཞབས་འདེགས་ཀྱི་ཐོག་ལ་ཡ་ཞབས་ཞུའི་ཐོག་ལ་ཡ་ད Service གང་ལ་ཡ་ཅིག་ཞུས་པ་ཡིན་ན་དྲི་བ། ད་ང་ཚོ་ཁྱོན་ཡོངས་ཀྱི་ཤེས་རིག་རེད། ཕྱི་འབྲེལ་རེད། ནང་སྲིད་རེད། འཕྲོད་བསྟེན་རེད། དཔལ་འབྱོར་རེད། རེད་པ། ད་གང་ཅིའི་ཐོག་ལ་ཡ་ད་ང་ཚོས་དངོས་གནས་དྲ་གནས་ཀྱི་ལོ་བཅུའི་ནང་ལ་ཡ་ཧ་ལས་པའི་ཡག་པོ་བྱུང་བསྡད་ཡོད་རེད། དེའི་ནང་ཚན་ནས་ད་ང་རང་དངོས་སུ། རེད་བ། ང་རང་དངོས་སུ་གཅིག་གི་ཕྱག་ལས་མཉམ་འདོར་ལ་ཡང་ཞབས་ཕྱི་ཞུ་ཡ་བྱུང་བས་ཀྱི་དེའི་གི་དཔེ་མཚོན་ཐོག་ནས་ཤེས་རིག་དང་ཕྱི་འབྲེལ་སྐོར་ལ་ཁྱུག་ཚོད་ཅིག་ཞུ་གི་ཡིན། ཤེས་རིག་ནང་ལ་ཡང་ཐག་ཆེ་ས་ནས་གནས་སྟངས་ག་རེ་བྱུང་བ་དེ་རྣམ་པ་ཚོ་མཁྱེན་གི་ཡོད་རེད་དེ་གས་ང་ཞུ་ཡ་གས་མི་འདུག་ཡིན་ན་ཡང་མ་མཁྱེན་པ་དེ་འདྲ་ཁ་ཤས་ཡོད་སྲིད་གི་རེད་སེམས་པ་དཔེར་ན་སྲིད་སྐྱོང་བྱས་རྗེས་ཕེབས་བས་ཀྱི་རྗེས་ལ་ཡང་རེད་བ།

ཨ་ནི། ཁོ་ཚོས་གིས་ད། སྲིད་སྐྱོང་སུ་བྱེད་ཀྱི་ཡ་ཟེར་ན། ལག་པ་དང་རྐྱང་རྐྱེན་ཉུང་དག་ལ་ཡ་གསུམ་བཤད་ཀྱི་ཡོད་རེད། དེ་འདྲ་གཉིས་པའི་སྤུ་གུ་དེ་འདྲ་ཡོད་རེད། ང་ད་ལྟ་དྲན་འདི་འདུག་སླབ་གྲ་ད་བྱས་པ། བྱེད་དུས་ཙམ་པ་བསམ་བློ་ཞིག་བཏང་ཡོང་དུས་ཙམ་པ། ད་དེ་གི་བསམ་བློའི་ཐོག་ནས་ཤུགས་རྐྱེན་དེ་སྤུ་གུ་ཆུང་ཆུང་མང་པོ་ཅིག་ལ་སྤྲད་ཡོད་རེད་བ། སྲིད་སྐྱོང་བྱེད་ཀྱི་ཡིན་ཟེར་དུས་ཙམ་པ་བོད་མིའི་སྒྲིག་འཛུགས་ཀྱིས། ད་ང་ཚོ་རྒྱ་བ་རིན་པོ་ཆེ་གིས། འོག་ལ་ཡང་སྐྱབས་མགོན་རིན་པོ་ཆེ་གི་དགོངས་གཞི་སྒྲུབ་མཁན་གྱི་ཆབ་སྲིད་དང་འཛིན་སྐྱོང་གི་འགན་དབང་ཡོངས་སུ་རྟོགས་པ་ཡོད་པ་དེ་དབུ་ཁྲིད་དེ་ཆགས་བསྡད་ཡོད་རེད་བ། ད་དེ་བླ་བྲག་སྤུ་གུ་ཆུང་ཆུང་འདི་འདྲའི་ཡན་ཆད་ནས་ད་ང་དེ་བྱེད་ཀྱི་ཡིན། ཟེར་དུས་བརྩམས་པ་དེ་བསམ་བློའི་ནང་ལ་ཡང་ག་ཚོད་ཚོད་ཚོད་ཀྱིས་ད་ཅིག་ཤུགས་རྐྱེན་ཐེབས་ཡོད་རེད། འདི་ང་ཚོ་དངུལ་གྱི་ཐོག་ནས་ཚོད་དཔག་བྱས་ཏེ་ཁག་པོ་ཞེ་བོ་རེད་དངུལ་བསྒྱུར་ཐུབ་ཡས་ཡོད་མ་རེད་ད། པུ་གུ་དེའི་བསམ་བློའི་ནང་ལ་ངས་སྲིད་སྐྱོང་བྱེད་ཨ་སམ་ད་སྲིད་སྐྱོང་བྱེད་ལས་ལོག་གི་ཡོད་མ་རེད་བ། བྱས་ཙང་དེའི་དམིགས་ཡུལ་དེ་འདྲས་ཀྱི་སེམས་ཅན་དེ་གང་ལ་ཡ་ཚེ་ཚད་བཏང་གི་རེད་བ། དེ་འདྲས་ཡིན་དུས་ཙམ་པ་ང་ཚོའི་མི་རབས་ཁོ་རང་ཡ་རྦད་དེ་དམིགས་ཚད་མཐོན་པོ་སླེབས་ཐུབ་ཡས་གང་ལ་ཡ། བསམ་བློའི་གི་ཕན་ནུས་འདྲས་པའི་གི་ཞབས་འདེགས་ཀྱི་ཏན་ཏན་གྲུབ་ཡོང་རེད་བསམ་གི་འདུག་རེད་བ། དེ་ནས་ང་ཚོའི་སྲིད་སྐྱོང་གི་སློབ་ཡོན་བསད་དེ། ད་ང་ཕྱིས་ཤི་རིལ་ཡོད་པའི་སྐབས་ལ་ང་དྲུང་ཆེའི་ཞབས་ཕྱི་ཞུས་པ་རེད་དེ་དུས་ཁོང་སྲིད་སྐྱོང་དུས་དུས་ཤི་རིལ་བཀའ་བློན་གཅིག་ལྕོགས་གནང་གི་ཡོད་རེད། སྲིད་སྲིད་སྐྱོང་གི་སློབ་ཡོན་དེ། སློབ་ཡོན་ད་ལྟ་དགུ་བཅུ་གོ་ལྔ་ཐོབ་པ་ཡིན་ན་སློབ་ཡོན་དེ་སྤྲད་ཀྱི་ཡིན་གསུངས་པ་རེད། ང་ཚོས་གསལ་བསྒྲགས་བྱས་པ་རེད། དེ་ལྟོས་མེད་མང་པོ་ཅིག་གིས་ད་དེ་ད་ག་སྟོང་བཤད་རང། ཤེས་དགོས་ནང་གི་མོག་མོག་རེད་ཟེར་གྱི་ང་ཚོར་སྐྱོན་བརྗོད་མང་པོ་བྱས་རེད། དེ་རག་ཡས་ཡོག་མ་རེད། ད་ལྟ་མན་ལ་རག་པ་བྱུང་ཡོག་མ་རེད་དེ་ད་ག་ཨ་ནི་གོ་གོ་བཏང་ཡས་སྐད་ཆ་ཟེར་རྒྱུ་རེད་ཟེར་གྱི་ལབ་རེད་དེ་ལོ་གཉིས་པ་དེ་ལ་ཡ་མ་སུ་རི་ཁྱིམ་ཚང་གི་བུ་མོ་ཅིག་གིས་སྲིད་སྐྱོང་སློབ་ཡོན་གླེང་སོང་ཨ། ད་ད་ལོ་ད་རྣམ་པ་ཚོ་མཁྱེན་ཡོད་རེད་བ། ད་ལོ་ཨ་ནི་སྲིད་སྐྱོང་སློབ་ཡོན་གླེང་མཁན་ག་ཚོད་བྱུང་འདུག་བཅུ་དགུ་ཉི་ཤུ་ཅིག་བྱུང་འདུག་ཨ། བྱས་ཙང་ང་ཚོའི་གཞོན་པ་ཚོ་ལ་ཡ། སྤུ་གུ་ཚོ་ལ་ཡ། དམིགས་བསལ་དུ་ཐུམ་པོ་སྤྲད་ཡོད་ན། ཁོ་ཚོས་དེ་ལ་དཔའ་བའི་ཆོམ་སྒྲ་རྒྱག་གི་འདུག་ད། རེད་པ། བྱས་ཙང་དེ་ཡིན་དུས་ཙམ་ང་ཚོས་ཐུག་གི་མ་རེད་བྱེད་ཀྱི་མ་རེད་བྱས་ཡོང་གི་མ་རེད་ཟེར་ཀྱང་ང་ཚོ་བཞག་རྒྱུ་མི་འདུག་བྱས་ཙང་ངའི་ཐོག་ནས་ངའི་སྡུག་སྟབས་ཡིན་ན་སློབ་ཡོན་ཁོ་རང་ད་གཅིག་རེད་ད་དེ་གས་ཟུར་གྱི་དམིགས་ཚད་མཐོན་པོ་ཞིག་ཕར་དུ་བསྐྱལ་ཐུབ་ཡས་དེ་གོང་སྲིད་སྐྱོང་གི་ཞབས་འདེགས་བླ་ན་མེད་པ་ཞིག་གྲུབ་ཡོད་རེད་བསམ་གྱི་འདུག་རེད་པ། དེ་འདྲས་ཡིན་དུས་ད་མང་པོ་ཞུ་གི་དེ་དུས་ཚོད་མི་འདུག་གཅིག་དེ་གཉིས་དེ་ཡིན་ཨན་དེ་ནས་ཆབ་སྲིད་ཀྱི་ཐོག་ལ་ད་ང་རས་ཀྱི་ནམ་རྒྱུན་ནས་གས་ཆད་དེ་ཤེས་ཡོན་གས་ཆེ་ཤོས་བརྩི་གི་ཡོད། མ་འོངས་ཀྱི་ཏང་ནང་དུ་འཐབ་རྩོད་བྱེད་མཁན་ཟེར་ན་མི་འདུག་མི་རིགས་སྲ་བརྟན་ཡོང་མཁན་ཡོང་མ་ཡོང་དེ་དེ་ལ་རག་ལས་ཀྱི་རེད། ད་དེ་ནས་ད་ལྟ་བ། ད་ལྟ་དེ་ཆབ་སྲིད་ཀྱི་ཏང་ནང་དུ་འཐབ་རྩོད་དེ་རེད། བྱས་ཙང་ད་ད་ལྟ་འདི་ནང་ལ་ཡང་ད་དོན་གཅོད་ཞབས་ཕྱི་ཞུ་ཡ་ཀྱི་གོ་སྐབས་ཅིག་བྱུང་བ་རེད། བྱས་ཙང་འདས་པའི་ལོ་ཁ་ཤས་ནང་ལ་ཡང་ད་ང་ཚོ་བོད་བོད་མིའི་གི་བོད་དོན་རྒྱབ་སྐྱོར་དང་སྲིད་ཇུས་གཏན་འབེབས་གནང་ཐུབ་པ་དེ་ད་ཧ་ལས་པའི

གསུམ་བཞི་ཅིག། ཕོ་བྲང་དཀར་པོའི་ལས་བྱེད་གནས། ལྟར་དེ་ནས་ཡང་ཕྱི་སྲིད་ལས་ཁུངས་ཀྱི་ལས་བྱེད་གཞན་པ་ཕེབས་མ་ཐུབ་པ་དེ་ཚོ་དྲ་རྒྱའི་ཐོག་ནས་བཀའ་མོལ་གནང་རེད། བྱེད་དུ་བཏང་པ་ང་ཚོ་ཅོག་ཙེ་གཅིག་གི་སྒང་ལ་ཡང་དངོས་སུ་བྱས་རྒྱ་ཡོད་པ་བཅས་དྲ་རྒྱའི་ཐོག་ནས་བཀའ་མོལ་ཞུ་རེ་ཡོད་པ་བྱས་རྗེས་ད་དེའི་གསོ་རོགས་དོན་ཚོགས་ཀྱིས་ག་རེ་གདེང་འཇོག་ལྟ་བུ་ག་རེ་བྱེད་ཀྱི་ཡོད་ཟེར་ན་བོད་མི་གི་འཐབ་རྩོད་ཐོག་ལ་གཅིག་གདེང་འཇོག་བྱེད་ཀྱི་ཡོད་རེད། གཉིས་པ་དེ་ཨ་ནི།

དེ་ནས་ཡིན་དུས་ཁོ་རང་ལ་ཡ་ཆེ་ཨ་ནེ་ཅིག་གིས་དངོས་སུ་རང་མི་ངོ། བྱས་འབྲས་ཅིག་བྱུང་ན་སྲིད་ཅེས་ཞུས་ཡོང་དུས། ད་ཕྱི་ལོག་གི་མི་ལ་བྱས་འབྲས་གནང་ཆོག་གི་མ་རེད་ཟེར་དེ་ནས་བཀག་རྒྱ་དེ་ནས་ཨ་ནེ་གུ་ཡངས་ཡོད་པ་ཅིག་གིས་བཀའ་འཁྲོལ་ཞུས་རེད། བཀའ་འཁྲོལ་ཞུས་ནས་ཁོ་རང་འདུས་དུས་ང་ཚོ་དགོང་འོག་ཡོད་པའི་སྐབས་ལ་ང་ཚོ་གསུངས་སོང། ཏོག་དབྱིབས་ཀྱི་ནད་ཡམས་འདི་བྱུང་ནས་གྲོས་ཚོགས་ནང་ལ་ཁོ་རང་ཤག་ཞབས་ཡིན་ན་བཀའ་མོལ་གནང་ས་ཕྱི་ལོག་མི་ལ་མི་དང་མི་ཐུག་ནས་བཀའ་མོལ་གནང་ཡ་དེ་དང་པོ་ཡིན། ཁྱེད་རང་དང་པོ་ཡིན་ད། ཁྱེད་རང་མ་གཏོགས་གཞན་པ་སུ་གང་ཅི་ལ་དེ་འདྲ་དཔེ་ལ་ཡ་ངའི་བཀའ་མོལ་དེ་ཞུ་ཡ་མ་བྱུང་ཟེར་གྱི་མེད་དེ་འདྲ་ཞུས་གསུངས་སོང་ཨ། དེ་འདྲ་ཡིན་དུས་ཙམ་པ་ཨ་ནི་སོ་སོའི་འགོ་ཁྲིད་ལ་ཡ་སོ་སོའི་དབུ་ཁྲིད་ལ་ཡ་གཞན་པའི་གི་གདེང་འཇོག་བྱས་ཡོང་དུས་ང་ཚོ་རང་བཞིན་གི་དགའ་གོ་ཡ་ཆེ་རེད་བ་ག་ཚད་ང་ཚོ་ཚང་མ་འཐབ་རྩོད་ཅིག་མི་རེད་བ་རེད་བ། ཨོ་དེ་འདྲས་རེད། དེ་ཡིན་དུས་ཙམ་ལ་ཡང་ད་དེ་ཤེས་རིག་དང་ཆབ་སྲིད་ཀྱི་ཐོག་ལ་ཡང་ཨ་ནི་ཞབས་འདེགས་ད་ངས་ཐོག་ཐོག་འདྲ་བོ་ཅིག་གཅིག་གཉིས་ཅིག་ཞུས་པ་དེ་ཡིན་ཨ་ནི་སྤྱི་བཏང་པད་ན་གོང་འོག་གི་ནམ་རྒྱུན་ནས་ཆས་གོས་ཐོག་ལ་ཡིན་པ་ཡིན་ན་ཡང་ད་ང་ཚོ་བོད་པའི

ལོ་གཞོན་པ་ཞིག་ཡིན་པ་མ་ཟད་ཕྱི་རྒྱལ་ལ་ཡར་སྐྱོད་རིང་པོ་ཞུགས་པ་རེད་དེ་ཡིན་ན་ཡང་སོ་སོའི་ཆས་གོས་དེ་ཆོས་དུས་ཙམ་པ་ཡིན་མདོག་ཁ་བོ་ཆོས་ཡོང་དུས་ད་དེ་ཤ་ང་ཡིན་པ་ཡིན་ན་མཉམ་དུ་འགྲོ་དུས་ང་ར་ཆུ་བ་དེ་གང་དྲག་དྲག་བྱེད་ཀྱི་གོན་ཁ་ཞིག་ཡོད་རེད་བ། གངས་ཅན་སྐྱིད་གཤོངས་ནང་ལ་དེ་འདྲས་ཡོད་རེད་གངས་ཅན་སྐྱིད་གཤོངས་ནང་ལ་ལོ་གཞོན་པ་མང་པོ་ད་ཆུ་བའི་ཐོག་ལ་ཡར་དོ་སྣང་ཞིག་ཞིག་རེད་ད་བུད་མེད་ཚོ་ད་ཡག་པོ་ཡོད་ད་དེ་འདྲས་ཡིན་དུས་ཙམ་པ་དེ་འདྲས་ཀྱི་འདི་བྱས་ཡོང་དུས་སོ་སོ་རིག་གཞུང་གི་སྐད་ཆ་རེད་བ།

ཨ་ནི་ཕྱག་ལས་དེ་བོད་ཡིག་གི་ཐོག་ནས་རག་བཞག་རྒྱོ། ད་རྡོག་རྡོག་ཞུས་མིན་ན་འཚོ་རྟེན་དེ་བོད་ཡིག་གི་ཐོག་ནས་སོ་སོ་ལ་ཕན་བདེ་རྒྱོ་ཡིན་པ་ཡིན་ན་ཡང། སོ་སོའི་སྤུ་གུ་ལི་ཡ་བོད་ཡིག་མ་ཤེས་མཁན་བོད་སྐད་རྒྱ་མ་ཤེས་མཁན་དེ་འདྲ་ཡོང་གི་འདུག་ད། ཡོང་གི་འདུག་བ། དེ་འདྲ་ཡིན་དུས་དཔེར་ན་ཀུན་སློང་སྲིད་སྐྱོང་ཡང་དགོངས་པ་ཞིག་བཞེས་དང། སོ་སོའི་བུ་མོ་དེ་ཕ་རྒྱ་གར་ལ་ཡ Boston ནས་རྒྱ་གར་ལ་ཕ་སྐད་བཏང་རོགས། ལོ་བཞི་ལྔ་ཅིག་བཞུགས་པ་རེད་དེ་གའི་ལི་ཡ་དེ་འདྲ་རྒྱལ་བལ་གྱི་བོད་པའི་སྐད་ཡིག་དེ་བལ་བོད་པའི་བསླབ་གྲྭའི་ནང་ལ་བཅུག་པ་རེད་པ། རེད་པ། དེ་འདྲ་ཡིན་དུས་བོད་པའི་བསླབ་གྲྭའི་ནང་ལ་བཅུག་རྗེས་བོད་པའི་སྐད་ཡིག་དེ་གལ་ཆེན་པོ་ཡིན་པ་ཆེ་སོ་སོའི་སྤུ་གུས་ཀྱིས་ཤེས་ཐུབ་ཡའི་དགོངས་པ་བཞེས་པ་རེད་པ། བྱེད་དུས walk the talk ཞེས་བྱེད་པ། བོད་པའི་སྐད་ཡིག་དེ་གལ་ཆེན་པོ་ཡིན་པ་ཡིན་ན་བྱས་པ་ནང་བཞིན་སོ་སོས་ལག་ལེན་བསྟར་གྱི་ཡོད་རེད་པ།

ཐོས་པ། ས་ཡ་དྲུག་གང་ལ་ས་ཡ་གསུམ་གཅིག་དང་གཉིས་ནི་རགས་པ་དེ། ཡང་ཞུ་སྒོ་དེ་ལ་ཡང་སྒྲིག་འཛུགས་དང་པོ་ཐད་ཀར་སྣང་ཡས་ཀྱིས་བྱས་དེ་ནས་ཡང་ཐད་ཀར་སྣང་ཡས་ཀྱི་ཞུ་སྒོ་བསྒྱུར་བཅོས་ཀྱིས་ཕྱིན་པ་རེད་དེ། ཕྱི་སེར་ལི་ཀུང་རང་གིས་འབྲེལ་ཡོད་སྡེ་ཚན་རྣམས་ཀྱང་ལ་ཡང་བཙལ་ནས་མ་སོང་ནས་སྐྱོན་སྐྱོན་གནང་སོང་ཨ།

གང་དག་བྱང་ཨ་མི་རི་ཀའི་ནང་ལ་ཡོད་པའི་གི་མི་དམངས་ཚོ་ད་ད་ད་ཅིག་ཐད་གཏོང་གནང་གི་ཡོད་ད་ཚང་མས་གཟིགས་བསྡད་ཀྱི་ཡོད་རེད། ང་ཚོ་ཚང་མས་གི་ད་ལྟ་བས་ན་གནང་སྟངས་དེ་ཞེ་དྲག་ཡག་པོ་འདུག་ག་ཚོད་ན་ང་ཚོ་ཨ་མི་རི་ཀ་ནང་ལ་ཡོད་རེད་དེ་ཡིན་ན་ཡང་བོད་མིའི་སྒྲིག་འཛུགས་གི་འགན་འཁྱེར་མཁན་དཀའ་ལས་རྒྱག་མཁན་དེ་ལ་ཡང་ང་ཚོས་ཆེ་བསྟོད་བྱེད་པར་རེད་བ་ད་དེ་སུ་ཡིན་པ་ཡིན་ནས་མ་འོངས་པར་སུ་ཕེབས་པ་ཡིན་ན་ཡང་དཀའ་ལས་རྒྱ་བལ་དཔག་པའི་མི་མང་གིས་གདེང་འཇོག་ཏན་ཏན་བྱེད་ཀྱི་རེད་བསམ་གྱི་འདུག་རེད་བ། རེད་བ། དེ་འདྲ་ཡིན་དུས་འདི་ང་ཚོ་ངེས་པར་དུ་གནང་དགོས་ཀྱི་འདུག་དེ་ང་ཚོ་གཅིག་གར་སོང་རེད་སྒྲིག་འཛུགས་ལ་ཡང་བརྩི་བཀུར་བྱེད་ཡོང་རེད་བ། ང་ཚོ་ཡང་མཚམས་མཚམས་ད་ང་ཚོ་ཨ་མི་རི་ཀ་ཡིན། ང་ཚོ་ཀེ་ནེ་ཏར་ནང་ལ་ཡོད། བོད་གཞུང་ལ་གད་སྟབས་དེ་འདོན་དགོས་མེད། ག་རེ་ཁོང་ཚོ་ག་རེ་བྱེད་མཁན་ཡོད་མ་རེད་བསམ་འདི་འདྲ་བསམ་རྒྱུ་མི་འདུག་ད། ང་ཚོ་ད་ལྟ་རྒྱ་གར་རིན་པོ་ཆེ་ཐུགས་རྗེ་བཀའ་དྲིན་དང་སྐྱབས་མགོན་རིན་པོ་ཆེ་གི་སྒྲིག་འཛུགས་དེ་བཟོས་གནང་བར་བ་བཙུགས་གནང་བར་བ་དེའི་དམངས་གཙོའི་གི་སྒྲིག་འཛུགས་ནང་ལ་ཡར་ཚུགས་བསྒྱུར་བཀོད་གནང་བར་བ་དེ་རྒྱ་གར་རིན་པོ་ཆེ་གི Over all དེ་རྒྱ་གར་རིན་པོ་ཆེ་གི་གྲུབ་འབྲས་ཆེན་པོ་ཅིག་ཡིན་པ་ཅིག་ལ་ངོས་འཛིན་གནང་དགོས་རེད་བསམ་ཀུ་དང་ང་ཚོ། ད་དེ་གང་ཟག་གཅིག་གཉིས་ཅིག་གང་ལ་ཡ་འགན་འཁྱེར་མཁན་དེ་གཅིག་པོ་གང་ལ་དགོངས་པ་བཞེས་རྒྱུ་མི་འདུག

ཨེ་ང་ཚོ་ནོར་འཁྲུལ་ཆེན་པོ་འདྲ་བོ་ཆགས་ཀྱི་འདུག་བསམ་གྱི་འདུག་རེད་པ། ཨོ་དེ་འད་གི་ཡིན་དུས་བསམ་པ་ང་ཚོའི་སྒྲིག་འཛུགས་ལ་ཡང་ང་རང་ཚོའི་དབུ་ཁྲིད་ལ་ང་རང་ཚོས་ཆེ་མཐོང་བྱས། རེད་པ། ཨ་ནི་ང་ཚོ་གཅིག་འཚམས་རེ་སྐྱོན་བརྗོད་དེ་འད་བྱེད་དགོས་ཀྱི་ཡོད་ན་ཡང་བཟང་སྤྱོད་ཀྱི་ཐོག་ནས། ཚིག་དང་དུས་ཚོད་སྤྲད་རེད་པ། དེ་འད་རྒྱལ་བ་ང་ཚོ་རྒྱལ་བ་རིན་པོ་ཆེ་གི་རྗེས་འཇུག། རྒྱལ་བ་རིན་པོ་ཆེ་གི་སློབ་མ། རྒྱལ་བ་རིན་པོ་ཆེ་གི་མི་ཡིན་གསུང་བར་ང་རྡ་རམ་ས་ལ་རྒྱ་གར་དུ་བ་ཡོད་དུས་ཧམ་ད་ལའི་བླ་མ་གི་ཨ་དམི་ཧེ་ལ་གི་རེད་པ། ངོས་ནས་སྐུ་མདུན་གྱི་བཀའ་སློབ་ག་རེ་གནང་གི་འདོག་ད། སྐུ་མདུན་གྱི་བཀའ་སློབ་ག་རེ་གནང་གི་འདོག་ག་དུས་ཡིན་ན་ཡང་ད་ང་ཚོ་དང་ཁོང་ཚོ་ལ་བས་དེ་དུས་ཚོད་དུ་རྫོགས་པར་གདའ། ཨ་ནི་ག་དུས་ཡིན་ན་ཡང་གཞན་ཕན། ཁོག་ཡངས། བཟོད་བསྲན། ད་བསམ་བློ་རྒྱ་ཆེན་པོ་གཏང་དགོས་ཡ་ད། ཙི་ཙི་དང་དེང་སང་ཨོན་ལཱིན་ག་བ་ཟེར་བ་ཡིན་ན་སྐུ་མདུན་བཀའ་སློབ་ཡོད་ན་དེ་འདྲས་ཤེས་ད་ད་དེ་ཕྱི་ལོག་མི་ལ་གནང་གི་ཡོད་ར་ད། ཨེ་ང་ཚོ་བོད་པ་ནང་ཁུལ་ལ་ཡང་དེ་ག་ཚོད་ཅིག་ང་ཚོ་ལ་གནང་གི་མེད་པ་འདྲ་བོ་ཆེ། ཚོར་མཁན་འདྲ་བོ་ཞིག་འདུག་ངས་ང་ཚོ་ད་ཀྱཱ་རིན་པོ་ཆེ་ཁྲིད་ནས་ང་ཚོས་དུས་འཁོར་དབང་ཆེན་ལྟར་ཞུས་མ་མྱོང་གི་ཧ་ལམ་ཡོད་ཀྱི་མ་རེད་རྒན་པ་ཚོའི་ནང་ལས་རོ། དེ་འདྲས་ཡིན་དུས་ཙམ་པ་ལ་ཡ་དངོས་གནས་དྲང་གནས་ཀྱི་བླ་མའི་བྱིན་རླབས་སེམས་ལ་འཇུག་པར་ཤོག་ཟེར་ཅིག་ང་ཚོས་ནམ་རྒྱུན་སྨོན་ལམ་རྒྱག་གི་ཡོད་རེད། སེམས་ལ་བསྒྱུར་བཅོས་བཏང་དགོས་གི་རེད་སྐུ་མདུན་བཀའ་གནང་པ་དེ་ང་ཚོས་ལག་ལེན་བསྟར་ཨ་ཐུབ་ལྟ་ཡ་དེ་འབད་བརྩོན་བྱས་ཏེ་དཔེ་གལ་ཆེན་པོར་བལྟ། བྱེད་དུས་ཙམ་པ་དེ་འདྲས་བྱུང་བ་ཡིན་ན་ཀྱཱ་བ་རྒྱལ་བའི་ཤོད་ཕྲིན་ལས་འགྲོ་གི་རེད། འོ་དེའི་སོ་ར་དོན་ཚོ་ང་ཚོས་ཏན་ཏན་ག་སུ་རེད། དགོངས་པ་བཞེས་བཅས་གང་ལྟ་ང་རང་དུ་ག་བ་ཡོད་པ་ཡིན། སྐུ་མདུན་གྱི་དགོངས་པ་བཞེས་ལྟ་གང་ལྟ་བཀའ་སློབ་གནང་ཡས་ཀྱི་དུས་ཚོད་ལྟ་ང་ཚོ་བོད་པའི་གནད་དོན་བོད་ཀྱི་འཐབ་རྩོད་བོད་མི་རིགས་མུ་མཐུད་གནས་ཡས་དེ་འདྲས་ཀྱི་ཐོག་ལ་བཀའ་སློབ་དང་བོད་པའི་བཟང་སྤྱོད་དེ་ཁྱབ་སྤེལ་འགྲོ་ཡས་དེའི་ཆ་ནས་བོད་པ་བོད་མི་ལ་རིན་ཐང་ཡོང་ཡས་དེ་འདྲ་དགོངས་པ་བཞེས་བསྡད་ཀྱི་ཡོད་རེད་ད་དེང་སང་ང་ཚོ་གཅིག་བསྡད་སྲིད་དགོས་འདུག་ད་རེས་ངས་གོ་སྐབས་འདི་གང་ལ་ཡང་ཁྱོད་ཚོས་སྐར་མ་གཅིག་གཉིས་ཅིག་ཞུས་པ་ཡིན་ན། ད་བོད་ནང་ལ་ཡང་ཛ་དྲག་གནས་སྟངས་ག་འདྲས་ཆགས་ཀྱི་འདུག། ཏན་ཏན་ཛ་དྲག་གནས་སྟངས་ཆགས་ཡོང་གི་འདུག་དཔེར་ན་བོད་ནང་ལ་ཡང་ཁོང་ཚོས་ཀྱི་མི་རིགས་མཐུན་སྒྲིལ་ཟེར་གྱི་ཁྲིམས་ཡིག་ཅིག་ཟླ་གཉིས་སྤྱི་ཟླ་ལྔ་བའི་ནང་ལ་བཙུགས་སོ་ཁ་སང་ངས་སུམ་ཅུ་དུས་དྲན་སྐབས་ལ་ཞུས་པ་ཡིན།

སྙེ་མ་ནས་ར་བའི་ལོ་ལྔ་བཅུ་དྲུག་ཅུ་ནང་བྱེད་བྱེད་ཀྱི་ཡོད་རེད་ད་འཆར་གཞི་ལྡན་པའི་ཐོག་ནས་ཞི་ཅིན་ཕིང་གི་ལག་ལེན་བསྟར་ཡོང་གི་འདུག་ཨ། དེ་ནས་སྐད་གཉིས་སློབ་གསོ། སྐད་གཉིས་སློབ་གསོ་ཟེར་དེ་གི། Bilingual། ཟེར་དེ་གི། ད་དེང་སང། འཛིན་གྲྭ། སྐད་གཅིག་ནས་བྱས། སྔོན་འགྲོ་བསླབ་གྲྭ་ནས་བྱས་བྱས་བོད་ཡིག། ཨ་ནི། ད་སློབ་ཚན་གཅིག་གོ་མ་གཏོགས་རྒྱ་ཡིག་གི་བརྒྱུད་ལམ་ཐོག་ནས་བསླབ་ཀྱི་འདུག་ཨ། ད་དེ་གི་རྒྱུ་མཚན་གྱི་ཐོག་ནས་ལོ་ཆུང་བ་མང་པོ་བོད་སྐད་ཤེས་མཁན་དག་ཉུང་རུ་ཞུགས་འགྲོ་གི་འདུག་བོད་མི་རྒན་པ་ཚོ་སེམས་ཁྲལ་བྱེད་ཀྱི་འདུག་ཨ་རིའི་གཞུང་ཚབ་ནང་ལ་ཡི་སྙན་མ་འཕྲིན་བསྡུ་ལས་ཀ་བྱེད་མཁན་ཅིག་དེང་སང་ཚུ་ཆི་སི་ལི་ཁུང་ནང་སླེབས་ཡོད་རེད། ཁོ་རང་མཉམ་དུ་ང་སྐད་ཆ་བཤད་པ་ཡིན་རོགས་ཁོ་རང་ཟེར་གྱི་འདུག་ད་ངས་ཁོ་ཚོ་བོད་མི་ཚོས་གི་ག་རེ་ག་རེ་ག་རེ་ཐོག་ག་རེ་ཐོག་ག་རེ་ཟེར་གྱི་འདུག་ཟེར་དུས་ད་ཁོ་ཚོ་རྒན་པ་ཚོས་གི་སེམས་ཁྲལ་ཆེ་ཤོས་དེ་ང་ཚོའི་སྤུ་གུ་ཚོས་གི་བོད་པའི་སྐད་ཡིག་དེ་ད་བརླག་འགྲོ་གི་འདུག་སེམས་ཁྲལ་བྱེད་གི་འདུག་ཟེར། ད་སྐད་ཡིག་དེ་ང་ཚོ་བོད་ཆོལ་ཁ་གསུམ་རུག་རུག་བཟོ་གི་འདི་རེད་བ།

བོད་ལ་ཡོད་པའི་བོད་མི་ཚོ་ལ་ཡང། སྐད་ཡིག་འདི་གལ་ཆེན་པོ་ཞེ་བོ་ཡིན་དྭགས། ཀྱང་དུ་འདི་གསན་ཡོད་ཀྱི་རེད་བ། ངས་སྐུ་མདུན་གྱི་བཀའ་འདི་གནང་དུས་ཙམ་པ་ལ་ཡང། དངོས་གནས་དྲ་གནས་ཀྱི་ད་བོད་ལ་ཡང། སྐད་ཡིག་གཉིས་པའི་སློབ་གསོ་ལམ་ལུགས་ཐོག་ནས་ཁོ་ཚོ་ག་རེ་བྱས་སམ་ལྟ་འགོར་ཟེར་ན་བོད་པའི་སྐད་ཡིག་འདི་དངོས་བྱུང་དུ་བཟོ་ཡས། དེ་ནུས་པ་ཐོན་པ་མེད་པ་བཟོ་ཡས། དེ་གར་དུ་བོད་མིའི་ངོ་བོ་སྟོན་མཁན་འདི་དེ་རེད་ཤག་བསམ་བྱས་ཁོ་ཚོས་འདི་གཏོར་གྱི་ཡོད་རེད་བ། ད་དེའི་འཆར་གཞི་དེ་གཏོར་ཡོང་དུས་རྒྱལ་བ་རིན་པོ་ཆེ་གིས་འདི་གལ་ཆེན་པོ་ཡིན་ད་གསུངས་དུས་ང་ཚོ་བོད་མི་ཚོས་ཀྱི་དེ་དང་ལེན་བྱེད་ཀྱི་རེད། བོད་ལ་ཡོད་པའི་བོད་མི་ཚོ་ང་ཚོ་ནང་བཞིན་རེད་མི་འདུག་ད། དགུན་དུས་བཀའ་སློབ་རེ་རེ་གནང་ཡོང་ན་ཁོང་ཚོས་དེ་ལ་ཡང་བོད་མི་སེར་དོ་སྣང་བྱས་པས་དེ་ལག་ལེན་བསྟར་གྱི་འདུག་བྱས་ཙང་དེ་འདྲ་ཡིན་དུས་ད་ཁོང་ཚོ་ལ་ཡང་ཁ་ཤས་ལ་དཀའ་ངལ་འཕྲད་ཀྱི་རེད། བ།

དང་པོ། བོད་མི་མིའི་སྤྱི་ཚོགས་དེ་ཆགས་ཡོང་དུས་མི་དེའི་ནང་ནས་མི་ཡི་ཡ་རབས་ཟེར་སྒྲ་མི་འདུག་ནུས་པ་ཆེད་ཀྱི་སྟོབས་ཤུགས་ཆེད་ཀྱི་དཔོན་པོ་བྱེད་ཀྱི་རེད། དེ་ཨེ་ནི་རྒྱལ་པོ་ཆགས་འགྲོ་གི་རེད་མང་པོས་བཀུར་བའི་རྒྱལ་པོ་དེ་ཆགས་ཀྱི་རེད། ད་དེ་ནས་མ་དུས་ཚོད་འགྲོ་དུས་རྒྱལ་པོ་དེའི་གང་འཚམ་བྱས་ནས་རྒྱལ་པོ་འདྲ་མི་འདྲ་མང་པོ་ཡོང་དུས་རྒྱལ་པོ་དེ་གིས་ཨ་ནི་མི་མང་ལ་བཙན་གནོན་བཏང་ཡའི་འགོ་བཙུགས་དུས་རྒྱལ་པོ་དེའི Despot ཟེར་གྱི་ཆགས་ཀྱི་དེ་ལ་ཡ་ཨ་ནི་གཙོ་བཀྲག་རིང་ལུགས་དེ་འདྲས་ཁོ་རང་གི་ཕྱི་ལ་ཡོད་པའི་མི་ཉུང་ཤས་ཀྱིས་ཨ་ནི

མོ་པོ་ཀི་རེ་སི་ཟེར་ཏེ་ཆགས་འདུག་རེད། ཁྱེད་ཚོའི་རྩམ་པ་ད་མང་གཙོའི་ནང་ལ་ཡང་ཨ་པད་དེ་ཟིང་ཆང་ཞིབ་བོ་ཅིག་བྱེད་ཆེད་བསྡད་ཞོར་བ་ད་འདི་ད་ལྟ་ངས་དེ་ཞིག་འབོད་སྐུལ་ཞུས་ན་བསམ་སོང། ད་ལྟ་ང་ཚོ་རྡ་རམ་ས་ལ་གི་བར་ལམ་འགྱུར་འགྲོས་ཅིག་ཡོར་བ་འགྱུར་འགྲོས་ཆེན་པོ་དེ་གང་ལ་ཡང་འཚམ་འཚམ་སྤྱི་མཐུན་ཚོགས་པ་ཁ་ཤས་ཀྱིས་རེ་ཟུང་གི་ཐོག་ནས་ཆ་རིས་དེ་འདྲས་ཀྱི་རྟགས་དེ་ལ་ཡང་གཅིག་འགྱུར་བ་གནང་རོགས་གནང་ཞེས་ཀྱི་འབོད་སྐུལ་དེ་རེད། ཡིན་ན་ཡང་ཕ་སྐད་ག་ཚོད་ཕན་གྱི་ཡོད་མེད་ངས་ཤེས་མ་སོང་སྟེ། སོ་སོའི་གི་ཁྱབ་ཁོངས་ཀྱི་སྤྱི་མཐུན་ཚོགས་པ་དེ་ནང་ལ་ཡང་ཨ་ནི་བསམ་ཚུལ་མ་འཐུས་པ་ཏན་ཏན་ཡོང་གི་འདུག་ད། བྱས་ཙང་ང་རང་ཚོའི་ད་རྒྱུན་ལས་རྣམ་པ་ཚོས་གི་སོ་སོའི་སྤྱི་མཐུན་ཚོགས་པ་དེ་ཧྲ་ཏག་ཏག། ཡག་པོ་བྱས་འཆམ་མཐུན་བྱས་བྱས་ཏེ་སོ་སོའི་ལྟ་གང་ལྟ་བདག་པོ་རྒྱབ་བྱས་ཉག་ཐུ་བའི་བྱས་དེ་གལ་ཆེན་པོ་རེད་ཤག།